གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། གཡུ་ཐོག་ཡོན་ཏན་མགོན་པོ། གཡུ་ཐོག་ཡོན་ཏན་མགོན་པོ་ནི། ཕྱི་ལོ་བདུན་བརྒྱ་ཉི་ཤུ་རྩ་དགུ་ལོར་སྟོད་ལུང་སྐྱིད་ན་རུ་ཞེས་པའི་གྲོང་དུ་སྐུ་འཁྲུངས་པ་རེད། ཁོང་ལོ་གསུམ་ཡས་མས་ནས་རང་གི་ཡབ་ལས་ཡི་གེ་བྲི་ཀློག་དང། གསོ་དཔྱད་ཀྱི་གཞུང་ལུགས་ལ་སྦྱངས་པ་མཛད། གུང་ལོ་ལྔ་བར་ཡབ་ལས་བདུད་རྩི་སྨན་སྒྲུབ་དང། སྨན་བླའི་སྒྲུབ་ཐབས་རྗེས་གནང་དང་བཅས་པ་ཞུས། གུང་ལོ་བཅུ་པའི་ཐོག་བསམ་ཡས་སུ་ཕེབས། སྐུ་ན་གཞོན་དུས་ནས་རྒྱལ་པོའི་བླ་སྨན་དུ་བསྐོས་པ་མ་ཟད། སྐབས་ཤིག་ལ་རྒྱ་དཀར་ནག་དང་བོད་ཀྱི་སྨན་པ་མཁས་པ་རྣམས་དང་རྩོད་དུ་བཅུག་པ་ན། ཀུན་ལས་རྣམ་པར་རྒྱལ་ཏེ། དམན་ལ་མཁས་པའི་སྙན་གྲགས་ཆེན་པོར་གྱུར། དགུང་ལོ་ཉེར་ལྔའི་ཐོག་རྒྱ་གར་སོགས་སུ་ཕེབས་ཏེ། གསོ་རིག་གི་གཞུང་མང་པོར་མཁས་པར་སྦྱངས། མང་པོ་ཞིག་བོད་སྐད་དུ་བསྒྱུར་ཅིང། བོད་ཀྱི་གསོ་རིག་གི་རྒྱུད་བཞི་གསར་རྩོམ་དང། གསོ་རིག་གི་སློབ་གྲྭ་གསར་འཛུགས་མཛད་དེ་སྨན་ལ་མཁས་པའི་སློབ་མ་མང་པོ་གསོ་སྐྱོང་མཛད་ཅིང། དེ་དག་ལ། སོ་སོའི་ཤེས་ཚད་དང་བསྟུན་པའི་སྨན་པ་རབ་འབྱམས་པ་དང། སྨན་པ་དཀའ་བཅུ་པ། བསྡུས་གྲྭ་པ་བཅས་ཀྱི་མཚན་རྟགས་གནང་བའི་ལམ་སྲོལ་གསར་གཏོད་མཛད་པ་རེད། མཐར། དགུང་ལོ་བརྒྱ་དང་ཉེར་ལྔ་པ་སྟེ། ཕྱི་ལོ་བརྒྱད་བརྒྱ་བཞི་བཅུ་ཞེ་ལྔ་ལོར་སྐུ་གཤེགས་པ་རེད། ལེའུ་དང་པོ། གཡུ་ཐོག་ཡོན་ཏན་མགོན་པོ་རྒྱལ་པོའི་བླ་སྨན་དུ་བསྐོས་པ། ལོ་བཅུ་ཡས་མས་ཀྱི་བྱིས་པ་ཞིག་གི་མདུན་ནས་ནད་པ་མང་པོས་གྲལ་འགྲིག་སྟེ་སྒུག་བཞིན་མཆིས། བྱིས་པ་དེས་ཀྱང་ཤིན་ཏུ་བྱང་ཆ་ལྡན་པའི་ཐོག་ནས་ནད་པ་རེ་རེར་ལག་རྩར་བལྟ་བ་དང། ནད་རྟགས་དྲི་བ་སོགས་བྱས་ཏེ་སྨན་རེ་སྤྲོད་བཞིན་ཡོད། སྐབས་དེར། ནད་པ་བགྲེས་སོང་ཨ་ར་དཀར་སེང་ངེར་ཡོད་པ་ཞིག་གིས། ཕ་བཟང་བོའི་བུ་འདྲ་རྒྱུ་མི་འདུག། སྨད་ལ་ཤིན་ཏུ་མཁས་པ་མ་ཟད། གཤིས་བཟང་ངག་འཇམ་ཅན་ཞིག་ཀྱང་རེད། ཡབ་ཀྱིས་བཙས་པའི་ཁྲོ་རྐྱང་ན་བོད་རྒྱལ་པོའི་བླ་མའི་ཡོང་བ་འདུག། ཅེས་ཁོའི་རྗེས་སུ་ཡོད་པའི་ནད་པ་དེ་ལ་བཤད་པ་རེད། ནད་པ་དེས་ཀྱང་ཐེས་པའི་བརྡ་ལ་མིག་གཉིས་བཙུམ་ནས་མགོ་བོ་གུག་གུག་བྱས་པ་རེད། བྱིས་པ་ཁོང་འདི་དག་བོད་ཀྱི་གྲོང་གསེབ་ཁག་ལ་རིམ་པས་སྐོར་སྐྱོད་བྱས་ཏེ་ནད་པ་མང་པོར་སྨན་བཅོས་གསོག་འཇོག་གནང་གི་ཡོད་པ་མ་ཟད། དབུལ་པོ་དང། ཉམ་ཐག་ཚོ་ལ་དམིགས་བསལ་བྱམས་བརྩེའི་སྨན་སྦྱིན་ནད་བཅོས་མཛད་བཞིན་ཡོད་པ་རེད། ཉིན་ཞིག། གྲོང་གསེབ་ཅིག་ཏུ་དམུ་རྫོང་གི་ནད་གཞིའི་རྐྱེན་པས་ལུས་ཡོངས་རྫོགས་སྐྲངས་ཤིང་ཆུ་བསགས་ཏེ་སྡུག་བསྔལ་ཚད་མེད་མྱོང་བཞིན་པའི་བགྲེས་སོང་ཞིག་གཡུ་ཐོག་པའི་སར་བཅར་ཏེ་སྨན་བཅོས་ཞུས་པ་རེད། གཡུ་ཐོག་ཡོན་ཏན་མགོན་པོས་དེ་མ་ཐག། ནད་པ་བགྲེས་སོང་དེ་ལ་སྨན་བཅོས་མཛད་པ་མ་ཟད། བགྲེས་སོང་དེ་དང་ནང་མི་རྒན་གཞོན་ཐམས་ཅད་ཀྱིས་བགྲེས་སོང་ནད་འདི་ལས་ཐར་དཀའ། སྙམ་པའི་དངངས་སྐྲག་བྱེད་བཞིན་ཡོད་པར་བརྟེན། གཡུ་ཐོག་ཡོན་ཏན་མགོན་པོས་ཤིན་ཏུ་བྱམས་བརྩེའི་ཉམས་དང་བཅས། ཁྱོད་ཚོས་སེམས་ཁྲལ་གནང་མི་དགོས། ནད་གཞི་འདི་ང་ལ་བཅོས་ཐབས་ཡོད་པས་ངས་གསང་བསྒྲགས་བྱས་འདུག། ཅེས་གསུངས་ཏེ་ཉིན་ལྟར་གྲོང་གསེབ་དེར་ཕེབས་ཏེ་སྨན་བཅོས་མཛད་པ་རེད། བགྲེས་སོང་ཁོ་རང་དང། ནང་མི་རྣམས་ཀྱི་བསམ་པར། ནད་གཞི་རྩ་དྲག་པོ་འདི་འདྲ་ཞིག་བཅོས་ཐུབ་པའི་ནུས་པ་བྱིས་པ་འདི་ལ་ཡོད་མི་སྲིད། འོན་ཀྱང། སྨན་པ་ལོ་ཆུང་འདིས་ང་ཚོར་ཤ་ཚ་དང། བྱམས་པོ་གནང་བ་བཀའ་དྲིན་ཆེན་པོ་རེད། ཅེས་དྲན་ཏེ་ནང་མི་རྒན་གཞོན་ཐམས་ཅད་ཀྱིས་གུས་བཀུར་ཆེན་པོས་ཐུགས་རྗེ་ཆེ་ཞུས་པ་རེད། བསམ་ཡུལ་ལས་འདས་པ་ཞིག་ལ་ཉིན་ཤས་རྗེས་སུ་བགྲེས་སོང་སྟེ་དམུ་རྫོང་གི་ནད་གཞི་ལས་སངས་དྲག་ཏུ་གྱུར་ཏེ། འགྲོ་འདུག་དང། བཟའ་བཏུང་ལ་སྔར་བཞིན་སྤྱོད་ཐུབ་པ་བྱུང་བ་མ་ཟད། དབང་པོ་དང། དྲན་རིག་སྔར་ལས་ཇེ་གསལ་དུ་གྱུར་བ་རེད། ཕྱི་ཉིན་ལ་ཐུག་པའི་བགྲེས་སོང་ཁོང་ནད་གཞི་དེ་ལས་ཐར་པའི་སྐྱིད་སྣང་གི་ཚོར་བ་ཆེན་པོ་ཡོང་གི་ཡོད་པ་སྨོས་མེད་ཐོག་ནང་མི་རྣམས་ཤིན་ཏུ་དགའ་མགུ་ཆེན་པོ་བྱུང་སྟེ་ཁྱིམ་ཚང་སྔར་བཞིན་སྤྲོ་སྐྱིད་ལྡན་པ་ཞིག་བྱུང་བ་རེད། ཉིན་ཞིག། བགྲེས་སོང་གི་བུ་མོ་ཆེད་དུ་ཡོན་ཏན་མགོན་པོས་སྨན་བཅོས་བྱེད་བཞིན་པའི་སར་བཅར་ཏེ་གུས་པའི་ཉམས་དང་བཅས། ལྷ་རྗེ་གཡོན་བརྡལ་མགོན་པོ། ཁྱེད་ཀྱིས་ངའི་ཡབ་ཆེན་ཤི་དུར་ས་ནས་བསྐྱབས་བྱུང་བས། ང་ཚོ་ནང་མི་ཡོངས་རྫོགས་ཀྱི་ཚེ་སྲོག་བསྐྱབས་པ་དང་ཁྱད་མེད། ང་རང་ལ་གཅེས་ནོར་ཞིག་ཡོད་པ་ནི། གཡུ་ཐོག་མ་བདུན་པོ་འདི་དག་ཡིན་པས་འདི་དག་ཁྱེད་ལ་བཀའ་དྲིན་ཞུ་རྟེན་དུ་ཕུལ་བ་ལགས་ན། ཅིས་ཀྱང་བཞེས་རོགས་གནང། ཞེས་མིག་ཆུ་འདོན་བཞིན་ནན་ཏན་གྱིས་ཕུལ་བ་རེད། ཡོན་ཏན་མགོན་པོས་ཕོ་མོའི་རིས་མཐུན་ལྟར་གཡུ་ཐོག་དེ་དག་བླངས་ནས་ནང་དུ་འབྱོར་བའི་སྐབས། ཁྱིམ་གྱི་ཁང་སྟེང་དུ་དབྱུག་པའི་ཕྱི་ཉིན་ཞོགས་པ་གཟིམ་ཁང་གི་སྟེང་དུ་གཡུ་ཐོག་དེ་དག་ལ་འོད་ལྷམ་ལྷམ་འཕྲོ་བ་ཁྱིམ་མཚེས་རྣམས་ཀྱིས་མཐོང་བས། དེ་ནས་ཁོང་གི་མཚན་ལ་གཡུ་ཐོག་ཡོན་ཏན་མགོན་པོ་ཞེས་ཐོགས་པ་རེད། རིམ་པས་གཡུ་ཐོག་ཡོན་ཏན་མགོན་པོ་མཁྱེན་ཡོན་དང། ལག་ལེན། ཉམས་མྱོང། བཟང་སྤྱོད། བྱམས་བརྩེ་བཅས་གང་ཐད་ནས་གྲོང་གསེབ་ནས་གྲོང་རྡལ་དང། གྲོང་རྡལ་ནས་གྲོང་ཁྱེར་དུ་ཤིན་ཏུ་མཚན་སྙན་ཆེན་པོར་གྱུར་པ་རེད། སྐབས་ཤིག་ལ། རྒྱལ་པོའི་ཕོ་བྲང་ནས་བཙན་པོ་མེས་ཨག་ཚོམ་གྱིས། ད་ལྟའི་རང་གི་བླ་མེན་གྱི་སྲས་ཡོན་ཏན་མགོན་པོའི་སྙན་གྲགས་གསན་པས་ཉིན་ཞིག་བཙན་པོས་ཡོན་ཏན་མགོན་པོའི་ཡབ་ལ་སྲས་ཀྱི་སྐོར་བཀའ་འདྲི་མཛད་པ་ན་ཡབ་ཀྱིས་འདི་འདྲས་ཞུས་པ་རེད། བུ་ཆུང་ཡོན་ཏན་མགོན་པོ་བྱིས་པའི་དུས་ནས་ཀུན་སྤྱོད་གཙང་ཞིང་གཞན་ལ་ཕན་སེམས་ཆེ་ལ། ཉམ་ཆུང་ལ་ལྷག་པར་བྱམས་པ་ཞིག་དང། གསོ་རིག་གི་གཞུང་ལུགས་དང་ལག་ལེན་གཉིས་ཀ་ལ་རང་བཞིན་གྱི་རིག་པ་སད་དེ་མཁན་ཞིག་ཡིན། ཞེས་ཡོན་ཏན་མགོན་པོའི་གནས་ཚུལ་ཇི་བཞིན་རྒྱལ་པོ་ལ་ཞུས་པ་རེད། ཉིན་ཞིག། བཙན་པོའི་བཀའ་འབྲེལ་ལྟར། ཡབ་ཀྱིས་རང་གི་བུ་ཡོན་ཏན་མགོན་པོ་རྒྱལ་པོའི་ཕོ་བྲང་དུ་ཁྲིད་ཕྱིན་པ་རེད། རྒྱལ་པོས་ཡོན་ཏན་མགོན་པོ་ནི་ཀླུ་རིགས་བཀྲ་ཞིང་རྣམ་དཔྱོད་ལྡན་པ། རང་བཞིན་དྲང་ལ་ངག་འཇམ་པ་སོགས་སྐྱེ་བོ་གཞན་གྱིས་བསྟོད་བསྔགས་བྱས་པ་ལས་ཀྱང་ཁྱད་དུ་འཕགས་པ་ཞིག་ཏུ་གཟིགས་ཏེ་ཡབ་དང་ལྷན་དུ་བཙན་པོ་རང་ཉིད་ཀྱི་བླ་སྨན་གཞོན་པར་བསྐོ་བཞག་མཛད་པ་རེད། ལེའུ་གཉིས་པ། གཡུ་ཐོག་ཡོན་ཏན་མགོན་པོས་ཕྱི་རྒྱལ་མཁས་པ་དང་ལྷན་བགྲོ་གླེང་མཛད་པ། སྐབས་ཤིག་ནས་རྒྱལ་པོའི་ཕོ་བྲང་ནང་གི་བློན་པོ་དང་སྨན་པ་མཁས་པ་མང་པོ་ཞིག་གིས་བྱིས་པ་ལོ་བཅུ་གྲངས་ཤིག་རྒྱལ་པོའི་བླ་སྨན་དུ་བསྐོས་པ་ནི་དེ་ཙམ་འོས་འཚམས་མིན་པའི་མཐོང་ཚུལ་ཡོང་གི་ཡོད་པའི་གནས་ཚུལ་གང་སར་ཤོད་ཀྱི་ཡོད་པ་རེད། དེར་བརྟེན། སྐྱེ་བོ་མེད་ཨག་ཚོམ་གྱི་བསམ་པར། ཡོན་ཏན་མགོན་པོ་བླ་མེད་དུ་བཀོད་པའི་ཐག་གཅོད་དེ་ནི་ནོར་འཁྲུལ་མེད་པར། རྒྱུ་མཚན་ཡང་དག་དང་ལྡན་པ་ཞིག་ཡིན་པ་གསལ་སྟོན་བྱ་དགོས་དགོངས་ཏེ། ཕྱི་རྒྱལ་དང། བོད་རང་གི་སྨན་པ་མཁས་པ་རྣམས་བསྡུས་ཏེ། གསོ་རིག་གི་བགྲོ་གླིང་ཚོགས་འདུ་ཞིག་འཚོགས་རྒྱུའི་ཐག་གཅོད་མཛད་པ་རེད། ཉིན་ཞིག། སྨན་པ་སྟོང་གསུམ་སྒང་བ་སོགས་རྒྱ་གར་དང། རྒྱ་ནག། བལ་ཡུལ། སྟག་གཟིག། ཁ་ཆེ་སོགས་ནས་ཕེབས་པའི་སྨན་པ་མཁས་པ་དང། བོད་ཀྱི་སྨན་པ་མཁས་པ་མི་དགུ་སོགས་རྒྱལ་པོའི་ཕོ་བྲང་དུ་གདན་འདྲེན་ཞུས་པ་རེད། སྨན་པ་མཁས་པ་རྣམས་རིམ་པས་གྲལ་དུ་འཁོད་པ་དང། རྒྱལ་པོ་བློན་པོ་ཞིག་དང་མཉམ་དུ་ཕོ་བྲང་གི་ཚོམས་ཁང་དུ་ཕེབས་ཏེ་འགྱེད་འཁྲི་ལ་འཁོད་པ་རེད། སྐབས་དེར། གཡས་གྲལ་གྱི་གྲལ་སྒོ་ན་བློན་པོ་ཞིག་ཡར་བཞེངས། ཐོག་མར་རྒྱལ་པོ་ལ་ཁ་ཕྱོགས་ཏེ་གུས་པའི་རྣམ་འགྱུར་དང་བཅས། ཕྱི་ནང་གི་སྨན་པ་མཁས་པ་རྣམས་ལ་གཟིགས་ཤིང། ཚོགས་འདུ་དབུ་འཛུགས་ཀྱི་གཏམ་བཤད་བྱས་པ་རེད། བློན་པོ་ཁོང་གིས། རྒྱལ་པོའི་བཀའ་འབྲེལ་ལྟར་དེ་རིང་ཁྱེད་རྣམས་འདིར་གདན་འདྲེན་ཞུས་པ་ཡིན། ཕྱི་ནང་གི་སྨན་པ་མཁས་པ་རྣམས་འདིར་གདན་འདྲེན་ཞུ་དགོས་པའི་རྒྱུ་མཚན་ནི། ཕོ་བྲང་དུ་གསོ་རིག་གི་བགྲོ་གླེང་ཚོགས་འདུ་ཞིག་འཚོགས་རྒྱུའི་ཆེད་དུ་ཡིན། ཞེས་ཚོགས་འདུ་མཚམས་སྦྱོར་གྱི་གཏམ་བཤད་ཞུས་པ་རེད། དེ་དུས། རྒྱལ་པོ་བཞུགས་ཁྲིའི་སྟེང་ནས་ཅུང། མདུན་དུ་བསྣུར་ཏེ། ངའི་ཕོ་བྲང་དུ་ཡོན་ཏན་མགོན་པོ་ཟེར་བའི་གཞོན་ནུ་ལོ་ཆུང་ཞིག་ཡོད། ཁོ་ཡང་དེ་རིང་རྣམ་པ་ཚོ་དང་ལྷན་དུ་གྲུ་གླིང་ཚོགས་འདུ་ལ་མཉམ་ཞུགས་བྱེད་ཀྱི་ཡོད། ཁོ་ཆུང་དུས་ནས་སྨན་ལ་མཁས་པའི་སྙན་གྲགས་ཆེན་པོ་དང་ལྡན་པ་ཞིག་ཡིན། དེ་རིང། ཁྱེད་ཅག་ཕན་ཚུན་བསམ་ཚུལ་བརྗེ་ལེན་དང། གོ་རྟོགས་སྤེལ་རེས་གནང་ན་ཡག་པོ་འདུག་བསམ་པ་ཡིན། རྒྱུ་མཚན་གཞན་ཞིག་ནི། ངས་ཡོན་ཏན་མགོན་པོའི་མཁྱེན་ཡོན་ལ་ཚོད་ལྟ་ཞིག་ཀྱང་བྱ་འདོད་པ་ཡིན། ཞེས་གསུངས་པ་རེད། སྐབས་དེར། ཡོན་ཏན་མགོན་པོ་གྲལ་མཇུག་ཏུ་འབུལ་རྟེན་ཞིག་གི་ཐོག་རྒྱལ་པོ་ལ་བཞེས་ཆོག་སྟེ། གུས་ཉམས་དང་བཅས་ཏེ་བཞུགས་ཡོད་པ་རེད། དེ་ནས་གཙོ་སྐྱོང་གནང་མཁན་གྱི་བློན་པོ་དེ་བསྐྱར་དུ་ཡར་བཞེངས་ཏེ། གསོ་རིག་བགྲོ་གླེང་དངོས་སུ་དབུ་འཛུགས་ཞུ་རྒྱུ་ཡིན། ཞེས་གསུངས་ཏེ་དངོས་སུ་ཚོགས་འདུ་དབུ་འཛུགས་བྱེད་བཅུག་པ་རེད། ཐོག་མར། སྨན་པ་སྟོང་གསུམ་སྒང་བ་ཟེར་བས་གསོ་རིག་གི་དཀའ་གནད་འགའ་བཤད་དོ། ཁོ་རང་གི་དགོངས་ཚུལ་ཞིབ་གསལ་གསུངས་པའི་རྗེས། གཡུ་ཐོག་ཡོན་ཏན་མགོན་པོ་ལ་གཟིགས་ཤིང། སྨན་གཞུང་གི་དོན་གནད་འགའ་ཤས་གསུངས་ཏེ། ཁྱོད་ལ་འདིའི་ཐད་ལྟ་ཚུལ་ཅི་ཞིག་ཡོད། ཅེས་བཀའ་འདྲི་གནང། སྐབས་དེར། བོད་ཀྱི་བློན་ཆེན་མང་པོ་ཞིག་གིས། གཡུ་ཐོག་ཡོན་ཏན་མགོན་པོས་རྒྱ་གར་གྱི་སྨན་པ་སྟོང་གསུམ་སྒང་བའི་དྲི་ཚིག་དེ་དག་ལ་ལན་གང་འདྲ་གསུང་རྒྱུ་ཡིན་ནམ་སྙམ་པའི་བྲེལ་འཚུབ་ཀྱི་རྣམ་པ་དང་བཅས་ལན་ལ་བསྒུགས་ནས་ཡོད་པ་རེད། གཡུ་ཐོག་ཡོན་ཏན་མགོན་པོ་ལོ་ན་བཅུ་ལས་སོན་མེད་ཀྱང། འཇིགས་ཞུམ་དང་བག་འཁུམ་གཏན་ནས་མེད་པར་གྲལ་དཀྱིལ་དུ་ཕེབས་ཏེ་རྒྱལ་པོ་དང་མཁས་པ་རྣམས་ལ་གུས་པའི་ཉམས་དང་བཅས། རྒྱ་གར་གྱི་སྨན་པ་སྟོང་གསུམ་སྒང་བས་གསུངས་པའི་དོགས་གནས་དེ་དག་ཐོག་གཞུང་ལུགས་ནས་གསུང་སྟངས་དང། ཁོ་རང་གི་གོ་བ་ལེན་སྟངས། ལག་ལེན་གྱི་ཐོག་ནས་ཉམས་མྱོང་གང་བྱུང་བཅས་ཕྱོགས་བསྡོམས་ཞུས་ཏེ་ཞིབ་ཕྲ་ཞུས་པ་ན། རིམ་པས་རྒྱ་ནག་དང་ཁ་ཆེ་སོགས་ཀྱི་སྨན་པ་མཁས་པ་རྣམས་ཀྱིས་ཀྱང། གསོ་རིག་གི་དཀའ་གནད་ལས་འཕྲོས་ཏེ་བཀའ་འདྲི་མང་པོ་གནང་བ་ཡོངས་རྫོགས་ལ་གནད་དུ་འཁེལ་བའི་ལན་འདེབས་མཛད་པ་རེད། གསོ་རིག་བགྲོ་གླེང་ཚོགས་འདུ་མཇུག་བསྡུ་བའི་སྐབས། རྒྱ་དཀར་ནག་སོགས་ཀྱི་སྨན་པ་མཁས་པ་རྣམས་ཀྱིས་ཡོན་ཏན་མགོན་པོའི་མཁྱེན་ཡོན་ལ་ཤིན་ཏུ་བསྔགས་བརྗོད་ཆེན་པོ་གནང་བ་མ་ཟད། རྒྱ་གར་གྱི་མཁས་པ་སྟོང་གསུམ་གང་བས་ཞེས་རྒྱལ་པོ་ལ་ཕྱོགས་ཏེ། བོད་ལ། འདི་ལྟ་བུའི་གཞོན་ནུ་མཁྱེན་ཡོན་ལྡན་པ་ཞིག་ཡོད་རྒྱུའི་རེ་བ་བྱས་མེད། མི་ཚེའི་རིང་གསོ་རིག་ལ་སྦྱངས་པ་བྱས་པའི་བགྲེས་སོང་ང་ཚོ་ལས་ཀྱང་གཞོན་ནུ་འདི་མཁྱེན་ཡོན་དང་ཉམས་མྱོང་གིས་ལྷག་པ་མ་ཟད་ངག་འཇམ་ཞིང། བགྲང་གི་བྱིས་པ་ལྷ་འདྲ་བ་ཞིག་འདུག། ཅེས་ཡོན་ཏན་མགོན་པོ་ལགས་ཐལ་མོ་སྦྱར་ཏེ་གུས་ཉམས་མཛད། དེ་ནས་མེས་ཨག་ཚོམ་གྱིས། ཡོན་ཏན་མགོན་པོ་ལ་སྔར་བས་ཀྱང་མཐོང་ཆེན་མཛད་དེ། སྨན་པ་མཁས་པ་དེ་དག་ལས། མཁྱེན་ཡོན་འཕེལ་རྒྱས་སུ་གཏོང་དུ་བཅུག་པ་རེད། ཡོན་ཏན་མགོན་པོས་ཀྱང། སློབ་སྦྱོང་ལ་གཏན་ནས་ཆོག་ཤེས་མེད་པར། གསོ་རིག་གི་ཤེས་བྱ་དང། ནང་དོན་རིག་པའི་གཞུང་ལུགས། རྒྱ་དཀར་ནག་སོགས་ཀྱི་སྐད་ཡིག་དང། རིག་གནས་གཞན་དག་ལ་ཡང་བརྩོན་པ་ཆེན་པོས་སློབ་སྦྱོང་མཛད་པ་རེད།